ང་ཚོའི་བོད་པའི་བྱ་ཚིག་མང་པོ་ཞི་བ་གཅིག་གི་ཨན་དུས་འདས་པ་དང་མ་འོངས་པ་གཉིས་ཀྱི་དག་ཆ་དེ་ཕོ་བྷ་ཡིག་ནས་གྲུབ་ཀྱི་ཡོད་རེད་ཟེར་རོ། ད་ལྟ་བའི་དག་ཆ་དེ་མོ་ཨ་ཡིག་ནས་གྲུབ་ཀྱི་རེད་ཟེར་ཡང་མ་འོངས་པའི་དག་ཆ་དེ་མ་ནིང་ག་ད་གཉིས་ནས་གྲུབ་ཀྱི་རེད་ཟེར་འདིར་རྟ་མཇུག་རྩ་བ་ཁོ་རང་ལ་ཐུ་མི་འདི་ཙམ་གྱིས་གསུངས་ཡོད་རུང་འདི་ལ་ལྷག་ཁྱད་ཁྱད་གསུངས་ཡོད་མ་རེད། འདི་ཡང་སྔོན་འཇུག་གཅེར་བུ་ཅིག་དབང་དུ་བྱས་གསུངས་ཤར་བ། ང་ཚོའི་གི་དུས་གསུམ་བྱ་རྩིས་འགྱུར་བ་འགྲོ་སྟངས་དེ་དངོས་བརྗོད་སྒོ་ནས་འགྲོ་གི་རེད་མིང་གཞིའི་སྒོ་ནས་འགྱུར་བ་འགྲོ་གི་རེད་དབྱངས་ཀྱི་སྒོ་ནས་འགྱུར་བ་འགྲོ་གི་རེད་རྗེས་འཇུག་སྒོ་ནས་འགྱུར་བ་འགྲོ་གི་རེད་ཡང་འཇུག་སྒོ་ནས་འགྱུར་བ་འགྲོ་གི་རེད། མིང་གཞི་ནང་ཁུལ། དུས་གསུམ་སྐུལ་རྩིས་བཅས་པ་ལ་འགྱུར་བ་འགྲོ་གི་རེད་ད་གང་ལྟར་འགྱུར་བ་ཕྱོགས་ཚང་མ་ནས་འགྲོ་གི་རེད་དབྱིན་ཇི་འདྲ་པོ་དེ་ཚོ་ཡིན་ན་མང་ཆེ་མཐའ་མཐའ་ནས་འགྱུར་བ་འགྲོ་གི་རེད་རེད་ཁྱོད་ཚོ་དབྱིན་ཇི་ལྟར་རོབ་རྩོད་རོབ་རྩོད་ཁྱོད་ཚོ་བྱ་དགོས་ཀྱི་རེད།

ཡིན་ནའི་བོད་པའི་ཆ་ཚིག་ཁ་རེ་སོང་ན་དངུལ་ཆུ་རྒྱུག་གི་རེད་མིང་ཞིག་རྒྱུག་གི་རེད་གོ། ག་རེ་ཟེར་ཏེ། གཡང་བསྒྱུར་གི་རེད་རྗེས་འཇུག་རྒྱུག་གི་རེད་གཡང་འཇུག་རྒྱུག་གི་རེད་དེ་འགའི་ནང་ནས་མང་ཤོས་ག་རེ་དངོས་བསྒྱུར་དགོས་ཡོད་རེད་བོད་པའི་བོད་པའི་ཆ་ཚིག་འདི་དངོས་འདི་དང་སྐྱིད་འདི་གཉིས་བསྒྱུར་དགོས་ཡོད་རེད་མིང་གཞི་འདི་དང་མིང་གཞི་གཙོ་བོ་འདི་དང། ཨ་ནི་མིང་གཞིའི་དངོས་ཀྱི་ཚིག་སྦྱོར་བ། ཨོ་འདི་བསྒྱུར་དགོས་ཡོད་རེད། ཨོ་འདུག་བསྲེ། འདུག་བསྲེ། དེ་ནས་སོང་ཙང་གཙོ་བོ་དངོས་འདི་བསྒྱུར་དགོས་ཡོད་པ་སོང་ཙང་རྟ་མཇུག་ནང་ལ་དངོས་འདི་སྐོར་བཤད་རེད་དངོས་འདི་ག་རེད་དངོས་མཇུག་ཟླ་དགོས་ར་ང་ཚོས་ཐ་སྙད་དངོས་འཇུག་བྱེད་དགོས་ཡོད་ར་བ་ཨིན་ཇི་ཚོས་རྗེས་མཇུག་དང་ཡང་མཇུག་དང་འདི་ཐ་སྙད་བྱེད་དགོས་ཡོད་མ་རེད་བ་འདི་ཡིན་ཏག་རེད་ཚིག་གཅིག་གིས། གཙོ་བོ་ཆ་ཤས་གཙོ་བོ་འདི་བསྒྱུར་དགོས་ཡོད་དེའི་དངོས་འདི་བསྒྱུར་དགོས་ཡོད་དེའི་རྗེས་འདི་བསྒྱུར་དགོས་ཡོད་དེ་འདྲ་ད་ཡ་ར་བ་ཨོ་འདུག་བསྲེ། ད། དེ་ནས་ཁྱེད་ཀྱི་འཐུས་མིའི་རྩོམ་པ་ནས་ཁྱེད་ཀྱི་འཐུས་མི་ད་ང་ཚོའི་འཐུས་མི་ནམ་རྒྱུན་ཡོངས་གྲགས་ཆེ་བས་ན་དུས་རབས་བདུན་པའི་ནང་གི།

ཁོ་རང་གི་བྱ་ཚིག་གང་ལ་ཅི་བྱེད་བྲག་ཐུར་བུ་ཟས་དེ་དབྱེ་བ་ཕྱེད་དོ། དབྱེ་ཕྱེད་ནས་དུ་ཟས་དུས་གསུམ་ལ་དབྱེ་བ་དེ་འདྲས་དུ་གསུམ་ཅི་བྱེད་བྲག་ཟས་ལ་དེ་ལྟར་ཅི་བྱེད་བྲག་ཐུར་བུ་དབྱེ་བ་ཅན་ཡོད་རེད། འོ་དུ་ཟས་ནི་དབྱེ་བ་གསུམ་ཐང་པོ་བྱེད་མཁན་ཁོ་རང་བྱུང་རེད། ང་ཚོའི་གི་དུས་གསུམ་གི་ལོ་རྒྱུས་ཀྱི་ནང་ལ་ཐང་ཤོས་ཁོ་རང་རེད། ཁོ་རང་གི་དུས་གསུམ་ཅི་བྱེད་བྲག་ཐུར་བུ་ཟེར་མཁན་དེ་ཆད་ཚར་ནས་འདི་ལ་ཡ་ཡམ་བྱེད་མཁན་བྱུང་ཡོད་མ་རེད་རྒྱུན་རིང་པོ་ཞེ་བོ་ཆེ།

དེ་ནས་ཕྱོགས་གཞན་པ་ཅིག་ནས་དབྱངས་ཅན་གྲུབ་པའི་རྡོ་རྗེ་ལས་རེ་དོར་བཅུ་དགུ་པོ་གནང་བ་ཡང། དབྱངས་ཅན་གྲུབ་པའི་རྡོ་རྗེ་ཕེབས་ནས། ཁོང་གི་གར་ཞི་བ་མཁན་ཡོད་མ་རེད་ཡིན་ནས་དུས་གསུམ་གྱི་བྱ་ཚིག་རིགས་གཅིག་ལ་ཁོང་གི་གོམ་པ་གསར་བ་ཞིག་བརྒྱབ་ཡོད་རེད་གོམ་པ་གསར་བ་དེ་ག་གི་རེད་ཟེར་ན། དེ་བཞིན་བྱེད་པ་པོ་ནས་ད་ལྟ་དང་བྱ་ཡུལ་མ་འོངས་པར་བསྡུས་ནས་དེ་ལ་བལ་པོའི་ཡང་བཅུ་ཡོད་ད་ལྟ་བ་ལ་གཉིས་ཀ་མེད་མ་འོངས་ཕུ་ཡུལ་ཡང་བཅུ་མེད་སྐུལ་ཚིག་ཕུ་པའི་ཡང་བཅུ་ཡོད་སྐབས་འགར་འདྲེ་དང་སྐུལ་ཚིག་ལ་སྲ་བརྐྱང་བྱ་བའི་དུས་བབ་ཡོད་ཟེར་གྱི་འདུག་ཨ་ཀ་ནི་སའི་མེ་ལོང་ན་ཡོད་འོ་འདི་གསར་བ་རེད་ད།

གཞན་པ་སྐད་གལ་ཆུང་ཡང་མ་རེད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་དེ་བ་ཚེ་ཏན་ཞབས་དྲུང་མཁས་པ་ཆགས་རྗེས་ཚེ་ཏན་ཞབས་དྲུང། ལྔ་བཅུ་བརྒྱ་མེད་དགེ། རིག་གནས་གསར་བརྗེ་སྔ་བཙུགས་སྔོན་ཚེ་ཏན་ཞབས་དྲུང་མཁས་པ་ཆགས་ཚར་གྱུར་འདིར་དོ་དགོང་ལོ་ཕྱི་མཆུ་ནས་དགོང་ལོ་ཉིས་ཚར་གྲངས་དེ་བ་ནས་ཁོང་མཁས་པ་ཆགས་ཚར་གྱུར། ཁོང་གི་ཐེབས་ཅི་ཙམ་ཡོད་རེད། དག་ཡིག་འཐུས་མི་དགོངས་རྒྱན་ཟེར་གྱི་འདི་ལ་ཡང་ལྷན་ཐབས་གཅིག་ཡོད་ལྷན་ཐབས་ལབ་འདྲེ་དག་ཡིག་འཐུས་མི་དགོངས་རྒྱན་གྱི་ལྷན་ཐབས་དུས་གསུམ་པོ་ནམ་བཞག་ཆོད་རེད། འོ་འདི་གང་ལ།

ཨོ་དུ་སི་ལ་ནི། གཞི་ནས་འདི་ག་བླ་མ་ནོར་བུ་བསྟན་འཛིན་གྱི་དུས་གསུམ་སྤྱི་བྱེ་བྲག་སའི་དབྱེ་བ་ཅི་ཆེ་ཤ་རྒྱོ་དེ་ལ་ཡ་ཡ་བྱེད་མཁན་དང་པོ་དེ་བསྟན་ཞབས་དྲུང་རེད། གནད་འགག་ཐུགས་ངན་རུ་བྱོ་ཨ་དེ་དཔེ་ཡག་པོ་འདུག་བསམ་གནད་འགག་ཐུགས་ངན་བྱོ་རུ་བ། ཨོ་དེ་བསྟན་ཞབས་དྲུང་རེད། བསྟན་ཞབས་དྲུང་གི་དེབ་དེ་བོད་ནང་ལས་ཡོག་རེད་རྒྱ་གར་ནང་ལས་རུ་བ། ལས་ནི། ལས་ཨོ་དུ་སི་ནི།

ཐུར་བུ་འདི་མ་ཡིན་པའི་རིན་ཆེན་ལྷག་མ་ལིངས་སུ་ཐུར་བུ་ནང་བླུགས་བཞག་པས། ཐར་རི་ཐུར་རི་ཡོངས་རྫོགས་འདིའི་ནང་བླུགས་ཅེས་བྱས་ཁོ་པས་དེ། གཞན་སྙིང་རྣམས་ལྷོ་ཚུལ་ཚང་མ་འདིའི་ནང་བླུགས་ས་རེད་ཟོས་ནས་འོ་འདི་འདྲ་ཞིག་བྱ་ཞོར་རེད། ད་དེ་ནས་ང་ཚོའི་རྒན་གྱི་རྒན་ཕེ་ནི། ད་དེ་ཁོ་ངོ་འབའ་ཞིག་གི་ཐེབས་ནང་ལ་མི་འདུག་མཁན་པོ་བརྩོན་འགྲུས་ཀྱི་ཐེབས་ནང་ལ་ཨན་དུས་གསུམ་སྤྱིའི་བྱེ་བྲག་ཐུར་བུ་ཁྱམས་མཉམ་ལབ་བྱས་ཏེ་གཞི་ནས་ཁྱམས་མཉམ་ཟས་དེ་ཟ་བ་ཟོས་རེད་དག་ཆ་རྒྱུ་བ་ཅེས་མི་རྒྱུ་དེ་འགས་ལོགས་སུ་སྟོན་བྱས་ཁྱམས་མཉམ་ལབ་བྱས།

ཨ་ནི་གཅིག་སྟོང་བརྒྱ་ཡང་བརྒྱ་དགུ་བཅུ་གོ་གྲངས་དེ་བ་ལ་ཡ་དགུ་བཅུ་གོ་གྲངས་དེ་བ་ཨ་ནི། ང་ཚོ་དེ་བ་ལ་ཞོ་རང་གསུངས་ཡོག་མ་དེ་བ་ལ་དུས་གསུམ་གཅིག་བྱེ་བྲག་ཀྱི་ཐོར་བུ་ཁྱམས་ཁྱམས་ཤིག་རང་གསུངས་ཚེ་ཨ་ནི་རྒན་ཐེངས་གཅིག་མ་གལ་ལས་རྣམ་འགྲེལ་ལ་ཕེབས་ཀྱང་རྣམ་འགྲེལ་རྒན་གྱིས། དེ་འདྲ་ཁོང་ཚོ་མར་གདན་འདྲེན་ཞུས་རོགས་ཨ་མ་གལ་སུམ་ཅུ་བ་རྟ་མཇུག་སྙན་ངག་དུས་གསུམ་ཆ་ཚང་ཤོག་མཁན་རྒྱལ་པོ་བཞིན་ཁྲིད་བཞག་ཨོ་དེ་འདྲ་ཁྲིད་པའི་སྐབས་ལ་ཨ་ནི་རྒན་གྱིས་དུས་གསུམ་གཅིག་བྱེ་བྲག་ཐོར་བུ་བཞི་ཁྱམས་ཁྱམས་དངོས་བཞི་འདི་དང་འདྲ་པོ་ཡོད་པ་ལ་དེའི་ནང་ལ་སྔ་ཚུད་ངེད་ཀྱིས་ཆ་འདྲ་བཞི་ལབ་ཅེས་བྱས།

ང་ད་ཁ་ནོར་ཡོད་ཟོ་ད་ཅི་བྱེད་ད་ཐོར་བུ་གསུམ་མ་གཏོགས་ཡོག་མ་རེད་བོད་ནས་ཐོན་ན་ད་ཕྱིས་སུ་ས་བ་འདྲེ་ཐོན་ཡོད་ན་ཁ་ཞེ་མ་གཏོགས་ཤེན་གསུམ་མ་གཏོགས་ཡོག་མ་རེད་ཁྱེད་ས་བོད་ནས་ཐོན་གསུམ་ཁོ་རང་གི་ནང་ལ་ཁོ་ཚོས་ད་ཕྱིས་སུ་འདི་བོ་ལ་ཡ་སྐད་གསང་རྒྱུ་མེད་གི་བརྡ་སྤྲོད་རིག་པའི་ཁྲིད་རྒྱུན་འདུག་བཀྲ་དང་འཇམ་པའི་ཡེ་ཤེས་ཀྱི་བརྡ་སྤྲོད་རིག་པའི་ཁྲིད་ཁ་ཟེར་བརྡ་སྤྲོད་རྒྱུན་གཞུང་ལ་འཇུག་པའི་ཉམས་སྣང་འདུག་དེ་མ་ཡིན་པའི་དུས་གསུམ་གྱི་དེབ་དེ་འདྲས་ཡོག་རེད་དེ་མ་ཡིན་པའི་དེ་འདྲ་དེ་གང་ད་སུམ་རྟགས་དེབ་མང་པོ་ཡོག་དེ་ཚོ་ནང་ལ་ཁོ་ཚོས་གི་དུས་གསུམ་གྱི་དབྱེ་བ་ཕྱེས་ན་ཅི་བྱེད་ད་ཐོར་བུ་མ་གཏོགས་དབྱེ་བ་ཕྱེ་གི་མ་རེད། ད་ང་ཚོའི་སླབ་གྲྭ་མ་ཡིན་པའི་ས་རཱ་ཐི་བ་ནས་ས་རཱ་སླབ་གྲྭ་ཐི་བ་ནས་ཐེབས་ཐེབས་འདྲེ་ཡོད་ན་དུས་གསུམ་སྤྱི་ཡི་བྱེ་བྲག་ཐོར་བུ་འཁྱམ་འཁྱམ་ཞིག་མ་གཏོགས་ཡོད་མ་རེད། ག་ཕྱིར་ན་ནོ་ཁོ་ཚོའི་དགེ་རྒན་དེ་ང་ཚོའི་རྒན་གྱི་དགེ་ཕྲུག་རེད་དེ་ཁོ་ཚོའི་དགེ་རྒན་དང་པོ་ཚོ་ས་རཱ་གི་ངེད་མ་རྒན་ལག་འབྱོར་རྒན་པ་སངས་སུ་གྲོངས་རེད། དགེ་རྒན་ཡག་པོ་ཞུ་ཆོག་རེད། ང་ཚོ་ཡང་མ་སུར་སློབ་སྦྱོང་བྱེད་རེ་བྱེད་པ་རེད། ཁོ་རང། ང་ཚོའི་རྒན་གྱི་དང་པོའི་དགེ་ཕྲུག་རེད། དགུ་བཅུའི་ནང་གི་དགེ་ཕྲུག་རེད། དགུ་བཅུ་གོ་དགུ་བཅུ་གོ་གཅིག་གོ་གཉིས་དགུ་བཅུ་ཐང་པ་གོ་གཅིག་གོ་གཉིས་དེ་བར་གྱི་དགེ་ཕྲུག་རེད་བ། དེ་དུས་རྒན་གྱི་སྤྱི་བྱེ་བྲག་ཐུར་བུ་འཁྱམ་འཁྱམ་ཞིག་མ་གཏོགས་ཡོད་ལབ་དགོས་བ་མ་རེད་བ། ཡིན་རྒན་དེ་ནས་ཐོན་ནས་ས་ར་གི་ངས་བྱ་རེད་བ། ཕྱིས་སུ་ཕྱིས་སུ་ས་ར་གི་སྤུ་གུ་དེ་འདས་གི་དུས་གསུམ་གྱི་རྣམ་བཞག་བྲིས་གི་ཡོད་ན་སྤྱི་བྱེ་བྲག་ཐུར་བུ་འཁྱམ་འཁྱམ་ཞིག་མ་གཏོགས་བྲིས་གི་མ་རེད། ད་དེ་ནས་མ་ཡོང་བྱས་དགུ་བཅུ་གོ་ལྔ་གོ་དྲུག་གོ་བདུན་དམིགས་བསལ་ཉིས་སྟོང་དེ་བ་སླེབས་དེ་ནས་བར་ན་སི་པུག་ཐོན་རྒྱུ་ཡོད་ན་ད་དེ་ནས་ཐོན་བྱས་ཨན་དུས་གསུམ་གུ་དེབ་བྲིས་གི་ཡོད་ན་འོ་ད་ད་འདི་ད་དེ་ཚོ་རེད་དེ་ཚོ་རེད་ཨན་དུས་གསུམ་གྱི་བྱེ་བྲག་ཁྱབ་མཉམ་བཞི་ཨ་ནི་ཆ་འདྲ་བཞི་བསལ་ཏེ་འོ་དེ་རྒན་གི་བྱེད་འགྱུར་ད་དེ་གི་ང་ཚོ་རྒན་གི་ཁ་སོ་རེད་རྣམ་གཞག་གསར་བ་བྱས་པ་ཞིག་མཁྱེན་སོང་ཨ་འོ་ད་ལོ་རྒྱུས་དེ་འདྲ་རེད་ད་རྒན་གི་དེབ་འདི་ལ་ཡ། གར་ཡོད་ཟེར་ན་མི་འདྲ་གཉིས་སྦྱོར་གཞུང་ལུགས་རྒན་ཧྥུ་རཱ་མ་ཀའི་རྣམ་གྲོལ་གླིང་ལ་རྩོམ་པའི་སྐབས་ལ་ཡང་རྣམ་གྲོལ་པད་ཆེན་གུ་རུ་ཁ་གསུམ་དུ་ཡིན་ས་དང་གོ་སྙིགས་ཁ་གསུམ་གྱི་ཡིན་ས་ཡང་རྣམ་གྲོལ་གླིང་གི་རྩོམ་པའི་སྐབས་ལ་ཡང། ཨོ་མ་ཀའི་རྩོམ་འདོད་ཟེར་ནས་རྩོམ་བཞག་རྒྱུ་འདི་ལ་ཡང་ཁར་ཡ་དུས་གསུམ་སྤྱི་བྱེ་བྲག་ཐུ་བོ་ཁྱབ་མཉམ་འདི་རེད་ཁར་ས་མ་ཀའི་ཁར་ས་དུས་གསུམ་རབ་གསལ་འོད་སྣང་གསར་པ་གསལ་བྱེད་དེབ་འདི་ཡིན་པ་ཡིན་ན་ཉི་ཤུ་རྩ་བདུན་འདུག་ཨ་ད་ལྟ་ཉི་ཤུ་རྩ་བདུན་ལ་ཡང་དེབ་ཉི་ཤུ་རྩ་བདུན་ད་ལྟ།

བྱ་ཚིག་བེད་སྤྱོད་བཏང་སྟངས་རྣམ་གཞག་མེད་པ་བཅས་བྱ་ཚིག་གྲུབ་ཚུལ་དུས་གསུམ་སྟོན་བྱེད་ཀྱི་བྱ་ཚིག་གྲུབ་ཚུལ་གྱི་རྣམ་གཞག་སྦྱོར་བ་འོ་ཐུག་སུ་ལབ་ན་ཡག་ག་ཡོད་རེད་བསམ་གི་འདུག་ཅེས་སོའདི་ངས་ཡང་ང་རེ་སྒེར་སྒེར་བཤད་སྟངས་ལྟ་དུས་གསུམ་གྲུབ་ཚུལ་གྱི་རྣམ་གཞག་དེ་རེད་འདི་ཤེས་ནས་བྱ་ཚིག་དུས་གསུམ་ཤེས་པའི་ངེས་པ་གལ་ཡོད་མ་རེད་ཅེས་སོའོ་ཐུག་སེ་བྱས་ཙང་གཞན་པ་དེ་ཤོར་ཤོར་ལ་ཞུ་ཡ་བྱས། ཡ། དེ་གསུང་གི་རྣམ་གཞག། རྟ་མཇུག་གི་གསང་མཛོད་ཅེས་པའི་དེ་མིང་ཡིན་ཅེས་ད་དེ་དཔེར་དེ་རྟ་མཇུག་གི་གསང་བའི་མཛོད་རེད་བ་དེ་རྟ་མཇུག་མ་དཔེར་དེ་མགོ་གཅིག་ཕྱེས་ཤེས་ན་ནང་ལོག་དེ་དོན་དག་ཞེ་ཧུར་འདྲེ་འདྲ་མ་འདྲ་མང་པོ་ཞུ་ཡག་རེད་ཟེར་ལབ་ཅེས་དེ་འོ་དེའི་དཔེར་དེ་གསང་བའི་མཛོད་དེ་མགོ་ཕྱེ་ཡག་ལ་ཡ་ད་དེ་འདི་མིན་འདི་ཡིན་ཟིག་འོ་རེ་གན་གསུང་ཡག་ལ་ཡ། ཅེས་སོ་ཨ་འོ་དེ་ཡིན་གསུང་ཅེས་ཅེས་འདུག་གསུང་རེད།

བྱས་ཙང་བོད་གངས་ཅན་ལྗོངས་ཀྱི་མཁས་པའི་ཐོག་མ་ཡང་རེད་ལ་ཨ་ནི་འཇིག་རྟེན་མིག་ཡང་རེད་སྲིད་ལུས་ཙན་འཇིག་རྟེན་མིག་གིས་ད་ག་འདྲ་འཇིག་རྟེན་མིག་གིས་ཐོག་མ་དྲིས་རྗེས་འོན་ཆེ་ན་ལོ་ཙཱ་བ་རོ་ཨོ་དེ་མི་བཟང་པོ་འདྲ་འཇིག་རྟེན་མིག་ཨ་ནི། ཁོ་རང་གིས་ད་རྒྱུད་པད་མ་ཅན་ཀུན་ཏུ་བཟང་པོ་བཟང་པོ་འདྲ་ཟེར་ནི་ཆེ་ཆེ་ཆོས་ཀྱི་མཚན་ཡིན་ཟིག་བ་རོ་ཨ་དེ་ཀུན་ཏུ་བཟང་པོ་ཟེར་ཀུན་ཏུ་བཟང་པོ་དེ་བཟང་པོ་འདྲ་ཚུར་བསྒྱུར་ཡིན་ཟིག་བ་རོ་ཨ་ཐུ་མི་ཀུན་ཏུ་བཟང་པོ་རྒྱ་གར་མཁས་པ་ཚོའི་བརྟག་ཞབས་རེད་ཟིག་གུ་ཡོར་དང་འདྲ་བོད་བཟང་པོ་ཟེར། ཨོ། འདི་འདྲའི་གི་ཅིག་ཁྱད་ཆོས་འདི་འདྲའི་ཡོད་མཁན་མཁས་པའི་ཐོག་མ་ཡིན་མཁན་བོད་གངས་ཅན་ལྗོངས་ཀྱི་ཨ་ནི་ལོ་ཙཱ་བ་སྐད་གྲགས་ཆེན་པོ་ཡིན་མཁན་ཁོ་རང་གི་རུ་ཡར་ནམ་རྒྱུན་ཁྱད་ཆོས་ཀྱི་ཐོག་ནས་བརྟག་བྱ་རྒྱོ་བསང་པོ་ཏྲ་འམ་ཀུན་ཏུ་བཟང་པོ་བརྟག་བྱ་རྒྱོ་འདི་སུ་རེད་ཟེར་ན་སློབ་དཔོན་ཨ་ནུ་ད་སློབ་དཔོན་ལ་ཏི་ཅི་དང་མཁས་པའི་གི་འདི་རུ་བ་ད་རྒྱ་གར་ནང་ལ་ཡང་སློབ་དཔོན་དག་འདི་འདུག་ཅི་ཅི་ཏི་མིང་ཏས་ཏས་མ་གྲགས་འདུག་ཧོ་སློབ་དཔོན་ཟེར་ན་གཞུང་ལུགས་བསླབ་མཁན་གི་དགེ་རྒན་ཚོ་ལ་ཡང་སློབ་དཔོན་ལབ་གི་འདུག་ཨ་གཞུང་ལུགས་བསླབ་མཁན་ཤཱསྟྲ Shastra ཟེར་བ་གཞུང་ལུགས་བསྟན་བཅོས་ལབ་མཁན་གྱི་དགེ་རྒན་ཡོད་ར་དེ་ལ་ཡང Acharya ལབ་ར Acharya ལབ་ཚུགས་གྱུར་ན་སློབ་དཔོན་ཆགས་འདུག་འདུག་ཨ། ཨོ་ཡ་སློབ་དཔོན་ཨ་ནུ་ཐུ་མི་རིག་བྱེད་དེ་ད་དེ་ཁོ་རང་རིག་རྒྱུགས་ཟེར་ནས་བཤད་ར་བ་ཨ་ནུ་ཐུ་མི་རིག་ཨ་ནི་བོད་གངས་ཅན་ལྗོངས་ལ་བཀའ་དྲིན་ཆེན་པོ་ག་འདྲས་རེད་ཟེར་དུས་ནས་གངས་ཅན་སྒྲོལ་མས་ཟེར་བོད་གངས་ཅན་ལྗོངས་ལ་བེར་ཏེ་གནའ་བོ་དེ་ཕ་གསལ་བ་བྱེད་མཁན་དེའི་མངལ་ལ་མུན་པ་ནང་བཞིན་ཡིན་ངེས་ད་ག་རེ་ཐོན་ནས་ཤེས་ཤེས་རིག་གི་ཐོག་ནས་ཟིག་འོ་ར་བ་ཤེས་རིག་གི་ཐོག་ནས་བེར་ཏེ།

བར་བཤིག་པའི་མཚན་ཕྱག་མཚན་དངོས་གནས་དེ་སྐུ་ངོས་ཁོ་རང་གི་བར་ར་བར་བཞག་གི་བཞི་པ་ཞིག་རེད་གསུང་གི་འདུག་ས་སྐུ་ངོས་ཁོ་རང་ག་ཡེ་ས་སྐུ་ངོས་དེ་ང་ཚོའི་རྒན་གྱི་རྒན་རེད་བ། ཡིན་ནས་དེ་སང་མི་ཚོ་འདྲ་མ་འདྲ་བྲིས་གི་རེད་དེ་བར་བཞི་བྲིས་འདུག་བ། ཡང་འགའ་ཤས་ཀྱི་འབའ་བཞི་བྲིས་ངན་འདྲ་ཡོད་རེད་འོ་འབའ་བ་བཞག་གི་བཞི་འགའ་ཞིག་གི་སྐུ་ངོས་འབའ་བཞི་སྐུ་ངོས་འབའ་བཞི་ཡིན་ན་བྲིས་ངན་འདྲ་ཡོད་རེད། ག་ཕྱིར་སྐུ་ངོས་འབའ་བཞི་ཟེར་ང་ཚོ་སྐུ་ངོས་སྐུ་ངོས་ཞུ་དགོས་ཡ་ཁོ་རང་བོད་ལ་ཞུ་དུས་མི་ཚང་ཆེན་པོ་ཡིན་པ་རེད་ངེས་མ་དབུས་གཙང་གི་དབུས་ནང་གི་མི་ཚང་ཆེན་པོ་བྱས།

ཁོ་ཚོའི་ཆུ་འཐག་ནང་བཏགས་ཚེ་ཁོ་ཚོའི་ཆུ་འཐག་ནང་ལ་སུ་ཞིག་ག་རེ་བཏགས་གི་རེད་བསམ་ནམ་རྒྱུན་ང་ཚོས་ཤིས་པ་དང་རྩིང་བ་དང་བར་མ་དང་དེ་འདྲ་ཟེར་གི་རེད་རྩམ་པ་རྩམ་པ་རྩིང་པོ་འདུག་ལབ་ན་རྩམ་པ་ལྷོབ་ལྷོབ་དེ་རེད་བ། རྩམ་པ་བར་མ་ལབ་ན་ཨའོ་ཞིས་པོ་ལབ་ཚེ་བེ་རྩམ་པ་ཞིས་པོ་ད་བེ་རེད་ཨ་དེ་བ་ཡིན་ན་མ་ཡི་ད་ནང་ཞིག་ཡོད་རྒྱུ་རེད་ཡོད་རེད་བེ་དེ་བ། ཨོ་དེ་གི་རྩམ་པ་ཞིས་པོ་དེ་ད་བར་མ་གཉིས་པོ་དེ་བཏགས་ས་རེད་དེ་འདྲ་སོང་ང་བར་ཞིས་བར་ཞིས་དེ་ནས་མིང་ཆགས་རྒྱུ་རེད་བསམ་ནས་ཁོ་ངོས་ཁོ་རང་དེ་འདྲ་གསུང་གི་འདུག་བསམ། ཨོ་དེ་འདྲ་གསུང་གི་འདུག་བསམ།

པ་འདི་དག་ནི་ཁོང་གི་འབའ་ཞིག་གིས་ད་ལྟ་མཆོད་གསུམ་དག་ཁྲིད་ཡོང་དུས་ཀྱི་ཁོང་གི་ལེགས་བཤད་དེ་དང། ལེགས་བཤད་ཁོང་གི་རྩ་བ་ཁོང་གིས་གསུངས་སོ་ཟེར་བ་དག་ལེགས་བཤད་ལགས། མཁས་མཆོག་བརྩོན་འགྲུས་མན་ངག་རྒྱན། ཁོང་གི་འབའ་ཞིག་དེ་ང་ཚོའི་རྒན་གྱི་དགེ་རྒན་དང་པོ་རེད། ངས་ལ་ང་ཚོའི་རྒན་ཁོང་གི་འབའ་ཞིག་བསྟེན། ཁོང་གི་འབའ་ཞིག་དགོངས་པ་རྫོགས་ཡོང་དུས་སུ་ནི་མཁན་པོ་བརྩོན་འགྲུས་བསྟེན་འགྲོ། བྱས་ཙང། གར་སེ། བར་ཤིས་དཔལ་ཆེན་ལེགས་བཤད་ལ་མཁས་མཆོག་བརྩོན་འགྲུས་མན་ངག་རྒྱན། མཁན་པོ། མཁས་པའི་མཁས་པའི་མཆོག་ཨ་ནི་མཁན་པོ་བརྩོན་འགྲུས་ཀྱི་ཨ་ནི་མན་ངག་ད་ནམ་རྒྱུན་ཁོ་རང་གི་མི་གཞན་པ་གི་ཙམ་ནས་ཤེས་བ་རང་ཡང་མེད་མཁན་ཐུན་མོང་མ་ཡིན་པའི་གི་ལ་ད་གར་ས་གནད་འགག་དེ་འདྲའི་བཤད་པ་ཡིན་ན་དེ་ལ་མན་ངག་ཟེར་གི་རེད་བ་གཞུང་གྲོལ་འགྲོ་ཡག་གཞུང་ཡག་པོ་ཤེས་ཡག་དེ་འོ་དེ་འདྲའི་མན་ངག་དེ་གི་ཨ་ནི་བར་བརྒྱན་ནས་ཨ་ནི།

འདི་ག་ལ་རྒྱན་ཡོད་པ་ཆེ་རྒྱན་འདི་ག་རེ་རེད་དཔེར་ན། ཡང་མེད་ན་མུ་ཏིག་གི་རྒྱན་ཡང་མེད་ན་བྱུ་རུ་གུ་རྒྱན་ཡང་མེད་ན་ག་རེ་ནས་རྒྱན་ཆ་ཆེ་ད་ཁྲ་གསུམ་ཟེར་འདིའི་པ་ར་པ་ར་ལ་ཡ་ཁྲ་པས་ལ་གི་རོ་བ་དཔེར་ན་བྱུ་རུ་མུ་ཏིག་རྐྱང་རྐྱང་ཅིག་གི་ཕྲེང་བ་ཆོད་ན་སྙིང་རྗེ་བོ་ཡོད་མར་འདིའི་པ་ར་ལ་ཡ་གཞན་པ་འདྲེ་གླུ་ཡ་འདྲེ་ཡོ་ར་བ་སི་གླུ་ཡ་འདྲ་བོ་དང་གཡུ་གླུ་ཡ་འདྲ་བོ་དང་བྱུ་རུ་གླུ་ཡ་དེ་ལ་ཡ་ཁྲ་འཛོམས་ལ་གི་རོ་བ་ཁྲ་ཨང་དེ་དེ་ཚང་གོས་གི་ད་ཁྲ་སྤྲས་བཞག་ཡོད་ཨོ་གོས་ལ་ད་ང་ཚོའི་རྒན་གི་འདི་རེད་གཟིམ་ཤག་གི་མཚན་རེད།

ཁྱེད་རང་གཅིག་གོ་ར་བས་ན་འཇམ་པའི་དབྱངས་འདྲ་བོ་དག་སྐྱེ་རེ་སི་དག་རྗེ་བཙུན་སྒྲོལ་མ་དག་དབྱངས་ཅན་མ་དག་དེ་ཚོ་རྒྱ་གར་ཁོ་རང་ཚོའི་ཞིང་ཐང་ནང་ཞིག་ཞིང་ཁོ་ཡོད་རོ་བ་དེ་ཚོ་ཁོ་ཚོས་རྒྱ་གར་གི་ཡོད་ཆོས་དང་བསྟུན་པའི་གི་གུ་ལོ་དག་ཨ་ནི་ག་རེ་རེད་ཁོ་ཚོའི་གི་བསམ་བློའི་ནང་ལ་ཡོད་པའི་ལྷ་དང་ལྷ་མོ་དེ་ཚོའི་གི་ཨ་ནི་གུ་ལོ་ཁོ་ན་དང་འདྲེས་ཡོད་རོ་བ་བྱས་ཙང་རྒྱ་གར་ཚོས་ཁོ་ཚོའི་ལྷ་དང་ལྷ་མོ་དེ་ཚོའི་རེ་ལ་རྒྱ་གར་མི་སྤྱི་དང་ཕལ་པ་དེ་ཚོའི་གི་འདྲེས་འཁོན་དགོས་རེད་དེ་བར་དུ་གཅིག་འཁོན་དགོས་རེད་དེ་ལ་རྒན་དགུ་རྒན་ལགས་རྣམས་ཀྱི་དགུ་རྒན། སྐྱེས་རྒན་ལགས་རེད་བྱེད་ས་མ་བྱེད་ན་སྐྱེས་རྒན་བྱེད་ས་བྱེད་ན་དགོས་རྒན། དེ་ནས་ལྟེ་བ་བར་དུ་སླེབས་མཁན་གཅིག་གོན་དགོས་རེད་ཕྲེང་བ། ཡིན་རྒྱུ་གསུང་མཁན་ཕྲེང་བ་རེད། ལྟེ་བ་བར་དུ་སླེབས་མཁན་གཅིག་གོན་དགོས་རེད། གཅིག་གཉིས་ཀ་བར་དུ་སླེབས་མཁན་གཅིག་བྱེད་ཁོང་ཚོ་རིང་ཐུང་མ་འདྲ་གསུམ་སུ་གོན་ཡ་ཡོད་རེད་ཤེས་སོ། བྱས་ཙང། ད་དེ་གཉིས་ཁྱད་པར་དུ་མཐུན་གི་མ་རེད་མ་གཏོགས་གཅིག་ལ་སེན་མོ་དོ་ལགས་རེད་ས་ཕྲེང་པོ་སེན་མ་ན་རུ་མོ་ད་ན་རུ་དོ་གཅིག་ལ་སེན་མོ་དོ་ལགས་རེད་གཅིག་ལ་དོ་ཤལ་ལགས་རེད།

ཡ། ད་དང་པོ་དུས་གསུམ་སྤྱི་དང་ནི་ཟད། ད་དང་དུས་གསུམ་སྔགས་དང་དང་པོ་དུས་གསུམ་སྤྱི་དང་ནི་ཟད། དུས་གསུམ་སྤྱི་དང་ཞེས་བར་དོ། ད་དང་པོ་དུས་གསུམ་སྤྱི་དང་ནི་ཐུན་མོད་མཁན་པོའི་རྟ་མཇུག་ལས་འཕོ་ནས་འདས་དང་དེ་བཞིན་དུ་མ་ནི་གཉིས་ཀ་མོ་ནས་འདག། ཅེས་པས་དངོས་སུ་གསལ་བར་བསྟན། ད་དུས་གསུམ་སྤྱི་དང་གི་ཆ་ཤས་དག་བྱེད་ཀྱི་ཆ་ཤས་དེ་འགལ། རྟ་མཇུག་རྩ་བ་ན་བསྟན་ཡོད་རེད་ཡོད་མ་རེད་ཟེར་ན་བསྟན་ཡོད་རེད་བྱས་ཙང་རྟ་མཇུག་གི་གསང་གསུམ་བྱེད་པའི་དེ་མི་གསལ་འདི་རེད་ད་རྟ་མཇུག་ནང་ལོགས་དངོས་པོ་ཡོད་ཟེར་བར་བ་རྟ་མཇུག་ནང་ལ། གང་འདྲ་བཤད་མེད། བྱས་ཙང་དང་པོ་དུས་གསུམ་སྤྱི་དང་ནི། ཐུན་མི་ཐུན་མི་མཁན་པོའི་བསྟན་བཅོས་ནང་ནས་གསུངས་ཡོད་རེད་གང་འདྲ་ཡོད་ཟེར་ན། དཔེར་ན་ཐུན་མི་མཁན་པོའི་བསྟན་བཅོས་ལས། ཕོ་ནི་འདས་དང་བསྲེས་ཏེ་ཀྱི་དུས་གསུམ་སྤྱི་དང་གི་འདས་པ་བསྟན་ཡོད་རེད་གཟིགས་གོ་རེ། ཕོ་ནི་འདས་དང་བསྲེས་བ་ཡིས་འདས་པ་བཅུག་གོ་རེ་བ། དུས་གསུམ་སྤྱི་དང་གི་འདས་པ་ཚང་མ་བག་རེད་བསྟན་ཡོད་རེ་བ། བྱས་ཙང་ཕོ་ནི་འདས་དང་བསྲེས་ཏེ་དུས་གསུམ་སྤྱི་དང་གི་འདས་པ་བསྟན་ཡོད་རེད། དེ་བཞིན་དུ་མ་ནིང་གཉིས་ཀ་མོ་ནས་འདག་སྲད་སྦྱོར་བ། ཨོ། མ་ནིང་མ་ནིང་གཉིས་ཀ་མོ་ནས་འདག་སྲད་མ་ནིང་གཉིས་ཀ་སྲད་དེ་དུས་གསུམ་སྤྱི་དང་གི་མ་འོངས་པ་དང་དུས་གསུམ་སྤྱི་སྤྱི་དང་བརྗོད་བདེ་གི་ད་ལྟ་བ་དེ་བསྟན་གི་ཡོད་རེད། མོ་ནས་འདག་སྲད་དེ་གི་དུས་གསུམ་སྤྱི་དང་གི་ད་ལྟ་བ་བསྟན་གི་ཡོད་རེད། ཤེས་སོ། ཨོ་འདག་ཅེས་ཅེས་པའི་དངོས་སུ་གསལ་བར་བསྟན་ཚོ། ཐུན་མིན་གྱི་རྩ་ཚིག་གིས་ཟིན་པ་རེ་བྱས་པ་ལས་དུས་གསུམ་གཅིག་གཅིག་གི་འགྲོ་བ་དུས་གསུམ་གཅིག་གི་གཅིག་གི་དུས་མ་འོངས་ད་ལྟ་འདས་གསུམ་གའི་ལོག་གི་དག་ཆ་དེ་ཐུན་མིན་གྱི་རྩ་ཚིག་གིས་ཟིན་པ་རེ་ཐུན་མིན་རང་གསུངས་བྱ་ཡོ་རེ་བྱས་པ་རེ་དངོས་སུ་བསྟན་གསལ་བར་དངོས་སུ་བསྟན་ཞེས་པའི་འོག་ཏུ་བྱས་ནས་སྔོན་འཇུག་གི་འཕྲོས་ཏེ་འདི་རེ་སྔོན་འཇུག་དེ་ཐུན་མིན་རང་བསྟན་ཡོ་རེ་བྱས་པས་ན་མིང་གཞི་དེ་ཚོ་བསྟན་ཡོ་རེ་ཟེར་ན་འདི་ཡོ་མ་རེད་བ། ལྟ་བ་ན་དུས་གསུམ་གཅིག་དང་གི་མིང་གཞི་གང་འདྲའི་དགོས་པོ་རེད་ཟེར་ན་ད་མ་གཞི་གང་གི་སྐད་ཆ་འདི་གར་བཤད་རེད།

དང་པོ་སྤྱི་ནས་བྱ་ཚིག་མ་ནིང་ལ་བྱེད་པར་འབོད་བྷེ་བརྗོད་དེར་མ་ནིང་སྲིད་པ་དེ་ལས་ཞེས་འདས་པར་ཕོད་ཕོད་ཤིང་མགོ་ཅན་མེ་མགོ་ཅན་མེ་ངས་འདྲ་མདངས་འགྱུར་བའོ་ཟེར་ནས། ཕ་གི་ཚིགས་བཅད་དེ་ངག་ངག་ཏོག་སེམས་ཤར་ནས་ཏག་ཏག་འབྲི་གི་ཡོད་རེད། པེ་ཨའོ་ཡོད་རེད་ཚིགས་བཅད་དེ། ཚིག་གི་བྱེད་པོ་ཚིགས་བཅད་དེ། ད་མིང་གཞི་ག་འདྲས་ཡོད་རེད་ཟེར་ན། མིང་གཞི་མགོ་ཅན་ལ་དག་དང་ཟོ་ད་དུས་གསུམ་སྤྱི་དང་གི་མིང་གཞི་དེ་གར་ཡོད་ཟེར་ན། མིང་གཞི་མགོ་ཅན་ལ། མིང་གཞི་མགོ་ཅན་ལ་དག་ལ་སྔོན་འཇུག་ཕུ་ཡིག་ཁོ་ན་འཇུག།

མིང་གཞི་མགོ་ཅན་གྱི་བྱ་ཚིག་དང། ཨ་ནི་མིང་གཞི་བླ་དྭགས་ཅན་གྱི་བྱ་ཚིག་ཡིན་ན་དེའི་སྔོན་འཇུག་དེ་ཕ་སྔོན་འཇུག་མ་གཏོགས་འཇུག་གི་མ་རེད། རྒྱུ་མཚན་ཤེས་དགོས་རེད། ཤེས་སོ། དེ་འདྲས་ཡིན་པ་སོང་ཙང་དུས་གསུམ་སྤྱི་ལ་ཡང་མིང་གཞི་དེ་ཚོ་ཡོད་མ་ད་གསུང་གི་ཡོད་རེད། ཤེས་སོ། མིང་གཞི་མགོ་ཅན་ལ་དྭགས་ལ་ཟེར། མིང་གཞི་མགོ་ཅན་དང་གཅིག་བྱས། ལ་དྭགས་ཅན་དང་གཉིས་བྱས། འོ་དུག་སེ་དབྱེ་བ་ཆེ་བོ་དང་དེ་ལ། མགོ་ཅན།

དུས་གསུམ་སྤྱི་དང་ལ་ཡག་མིང་གཞི་གཏིང་སྐྱེས་ཡོང་གི་མ་རེད་ཅི་རེད། ལ་བདག་བཅས་བཞི། ས་ར་བདག། གཉིས་གཅིག་བཅས་མདོག་ཅན་གྱི་ཚོས་གཅིག་བཅས་ཨ་ནི་མགོ་ཅན་ཚའམ་གསུམ་གའི་ལོ་རོ་བ་མགོ་གཏིང་སྐྱེས་ཡོང་ས་རྩ་བ་ཉིད་ནས་ཡོད་མ་རེད། དེ་འདྲས་ཡིན་དུས་ད་མིང་གཞི་ག་འདྲས་ལ་ངེས་ཀྱི་རེད་ཟེར་ན། ཨ་ལས་འོང་ར་དག་བྱས་མེད་ཅིང་བྱས་བྱེ་བྲག་འདོགས་རྟགས་ཡིན་ས་དུས་གསུམ་བྱེ་བྲག་དེའི་གི་འདོགས་རྟགས་རེད་བྱས་རེད། བྱེ་གསུམ་བྱེ་བྲག་དེའི་གི་འདོགས་རྟགས་རེད་ལ། དུས་གསུམ་བྱེ་བྲག་དེ་དུས་གསུམ་གཅིག་གི་འདོགས་འཇོག་རེད་བྱས་རེད་མིང་གཞི་འགྲོ་སྟངས་ཆ་ནས་བྱས་ན། གང་ཟེར་ན། དེ་ལ་མེད་པ་དེ་འགའི་ཡོང་མ་ཆོག་དེ་འགའི་ཏག་ཏག་ག་བ་ཡོང་གི་རེད་དུས་གསུམ་བྱེ་བྲག་ནང་ལ་ཡོང་གི་རེད་བྱས་རེད་གང་ཟེར་བྱེ་བྲག་ནང་ལ་སྔོན་འཇུག་བ་གཅིག་པོ་རེད་བ་བྱས་ཙང་དེ་ལ་གང་མ་ཐོབ་བས་དེ་འགའི་བྱེ་བྲག་ནང་ཏག་ཏག་ཐོབ་གི་རེད་བ་དེའི་གི་འདོགས་འཇོག་རེད་བྱས་དུས་གསུམ་བྱེ་བྲག་དེའི་མིང་གཞི་ཆ་ནས་བཤད་ན། དུས་གསུམ་བྱེ་བྲག་དེ་དུས་གསུམ་གཅིག་གི་ལྡོག་ཟླ་ཡིན། སོ་སྟེ་གསུངས་པས་ཤེས་སོ། ཡ། ལྟ་བ་ན་དུས་གསུམ་བྱེ་དུས་གསུམ་གཅིག་གི་མིང་གཞི་ག་མིང་གཞི་ལ་ཡོངས་ཕྱོགས་པ་དེ་ག་རེད་ཟེར་ན་མིང་གཞི་རྐྱང་ཟློག་ཁོ་ནར་ངེས་ལབ་རེད་མིང་གཞི་རྐྱང་པ་དང་ཟློག་ཅན་གཉིས་ལ་ངེས་ཀྱི་རེད་བྱས་རེད་བ་ད་ཡིན་ན་ཟློག་ཅན་ཆ་ཚང་མ་རེད་ད་ལྟ་གང་གསལ་པོ་བཟོས་སོ་ཨ། མིང་གཞི་རྐྱང་པ་ད་ཡིན་ཡོད་རེད་བ་མིང་གཞི་ཟློག་ཅན་ཡིན་ན་མིང་གཞི་ཟློག་ཅན་ག་རེ་ཡོད་རེད།

དུས་གསུམ་གཅིག་གི་མིང་གཞི་ལྡོག་ཅན་གྱི་མངོན་བརྗོད་ཡིན་ན། དུས་གསུམ་གཅིག་གི་མིང་གཞི་ལྡོག་ཅན་གྱི་མངོན་བརྗོད་ཡིན་ན་དག། དུས་གསུམ་གཅིག་གི་མངོན་བརྗོད། དུས་གསུམ་སྤྱི་ཡི་མིང་གཞི་ལྡོག་ཅན་གྱི་མངོན་བརྗོད་ཡིན་ན། བ་ཡོན་གྱི་ལྡོག་ཅན་དེ་དེ་ཡོང་ས་ཁོ་ན་མེད་པ་དུས་གསུམ་སྤྱི་ལ་ཡ། ཕག་དྲུག་ལ་བྱེ་བྲག་དྲུག་ལ་བ། མིང་གཞི་རྐྱང་ཟློག་གཉིས་ལ་ངེས་ཀྱི་རེད་ལགས་སོ། རོ་ཨ། ད་མིང་གཞི་ཟློག་ཅན་གྱི་སྔོན་བྱོན་ཡིན་ན། ཕ་མ་ཡིན་པའི་ཁྱབ་ལ། ཡིན་ན་ཕ་མ་ཡིན་པའི་ཁྱབ་ལ་མེད། ད་ལྟ་ཡིན་པ་དེ་གོ་རོགས། ཨོ་ཨ། མ་ཨ་ཡི་མ་ཡི་ཡོད་མ་རེད་ཨ་དང་ད་གང་རུང་ཡིན་པའི་ཁྱབ་གི་རེད།

དུས་གསུམ་སྤྱི་ཡི་མ་འོངས་པའི་མིང་གཞིའི་མདོག་ཅན་གྱི་དངུལ་ཆུ་ཡིན་ན་ནི་ད་དངུལ་ཆུ་ཡིན་པས་ཁྱབ་སོང་དེ་ལ་གུ་གུལ་རོང་ཅི་ན་རོང་ཁ་གསལ་བཏང་གི་དང་ཡ་དར་མ་དྲོ་ཤ་ཡི་ཡ་མིང་གཞི་རྐྱང་མདོག་ཁོ་ནར་ངེས་བྱས་ཡ། ད། མིང་གཞི་དེ་ད་ལྗིད་གང་ལ་ཡ་དངུལ་ཆུ་དེ་གསལ་པོ་ཆེན་བསྟན་ཡོད་མ་རེད་དངུལ་ཆུ་དེ་ཐུན་མིན་གྱི་རྩ་བས་བསྟན་རེ་བསྟན་མ་རེད་དམ་ད་དེ་ལ་ཡ་ནང་གསེས་གསར་བརྗེ་ཆེ་ན་ད་ལྗིད་འདི་འདྲས་བཏང་བ་རེད། ཐུན་མིན་མཁན་པོའི་རྟ་མཇུག་ལས་འཕོ་ནས་འདས་དང་དེ་བཞིན་དུ་མ་ནིང་གཉིས་ཀ་མོ་ནས་འདག། ཅེས་པའི་དངོས་སུ་གསལ་བར་བསྟན། དངོས་བསྟན། དུས་གསུམ་གཅིག་གི་དག་ཆ་དངོས་བསྟན་དང་ཤུགས་བསྟན་གཉིས་ཀྱི་ནང་དངོས་བསྟན་ག་རེ་རེད་ཟེར་ན་སྔོན་འཇུག་འདི་འགའ་ཚང་མ་དངོས་བསྟན་རེད། དངོས་བསྟན་ག་ནས་རེད་ཟེར་ན་ཐུན་མིན་མཁན་པོའི་རྟ་མཇུག་ལས་འཕོ་ནས་འདས་དང་ཟེར་དེ་གའི་དུས་གསུམ་གཅིག་གི་འདས་པ་དེ་བསྟན་རེད། མ་ནིང་གཉིས་ཀ་ཟེར་དེ་གའི་དུས་གསུམ་གཅིག་གི་གཙོ་བོ་མ་འོངས་པ་དེ་བསྟན་པ་རེད། མོ་ནས་འདག་ཟེར་དེ་གའི་ད་ལྟ་བ་དེ་བསྟན་པ་རེད། ད་ནས་དེ་གི་མིང་གཞི་གི་དག་ཆ་ག་འདྲས་འགྲོ་གི་རེད་ཟེར་ན་མིང་གཞི་དེ་ཨ་ནི་མིང་གཞི་རྐྱང་པ་མ་གཏོགས་རྐྱང་པ་དང་རྡོག་ཅན་མ་གཏོགས་འགྲོ་ས་ཡོད་མ་རེད་གང་ཟེར་ན་མིང་གཞི་མགོ་ཅན་དང་མིང་གཞི་རྐྱང་པའི་ནང་ལ་དྭགས་དང་ས་རཱ་དྭགས་དེ་འགའི་ལ་དངུལ་མཇུག་བར་མ་གཏོགས་ཐོབ་གི་མ་རེད་བ་ཨ་ནི་དུས་གསུམ་སྤྱིའི་ནང་ལ་དངུལ་མཇུག་བར་ལས་གཞན་པ་ཡོད་པ་དེ་འདྲས་སོང་དེ་འགའི་ཡོང་ས་ཡོད་མ་རེད་དེ་འདྲས་ཡིན་དུས་སུ་ནི། མིང་གཞི། དུས་གསུམ་སྤྱི་དང་དུས་གསུམ་བྱེ་བྲག་གཉིས་པོ་དེ་མིང་གཞི་བས་དེ་འགལ་བ་རེད་བསྡད་ཡོད་རེད་དེ་ལ་གང་ཐོབ་མ་ཆོག་བ་དེ་འགལ་མིང་གཞི་བྱེ་བྲག་ནང་ཐོབ་འགྲོ་གི་རེད་ག་ཚད་དུས་གསུམ་བྱེ་བྲག་ནང་ཐོབ་འགྲོ་གི་རེད་ཟེར་བ་དེ་འདྲ་ཡིན་པ་སོང་ཙང་ད་དུས་གསུམ་སྤྱི་དེ་གི་མིང་གཞི་ག་རེད་ཟེར་ན་སྤྱི་མིང་གཞི་རྐྱང་པ་དང་ལྡོག་ཅན་གཉིས་ལ་ངེས་པ་རེད་ཟེར་རྗེས་མིང་གཞི་བཤད་ས་རེད་མིང་གཞི་རྐྱང་ལྡོག་གཉིས་ལ་ད་ག་རེ་བཤད་གི་རེད་དངོས་འབྱོར་བཤད་ཡོང་གི་རེད། མིང་ཤེས་བྱས་ལ་དངོས་བྱུང་ཤེས་ཡང་འོ་ཤེས་སོ་ཨ་འོ་དེ་འདྲ་སོང་ཙང་ད་དངོས་བྱུང་ཤེས་དེ་གོ་འདྲ་ཤེས་རེད་མ་འོངས་ཕུལ་ཅིག་མ་ནིང་ངས་འོ་དུས་གསུམ་གཅིག་གི་མ་འོངས་པའི་དངོས་བྱུང་ཡིན་ན་མ་ནིང་ཁ་ད་གཉིས་གང་རུང་ཡིན་པས་ཁྱབ་རེད་ཤེས་པ་རེད་མ་འོངས་ཕུལ་ཅིག་མ་ནིང་ངས་རོ་ཨ་ཡེ་ཅག་ཇེ་ཇེ་ཆེ་ལྟ་བུ་དུས་གསུམ་དངོས་བྱུང་ད་རོ་ཨ་འདབ་བརྒྱ་སྡེབ་བྱེད་སྟབས་ཨ་ནི་ཁ་རེད་བདག་ཅག་ལྡོག་བྱེད་རྟགས་འགྲོ་བ་ཡིན་ན་མ་འོངས་པ་ལ་ག་རོ་ཨ་དཔྱད་བྱ་སྤྱོད་བྱེད་བཅས་བསགས་བྱ་གསོག་བྱེད་སོགས་མ་འོངས་པ་ལ་ག་རོ་ཨ་འོ་བྱས་ཙང་མ་འོངས་པའི་དུས་གསུམ་སྤྱི་ཡི་མ་འོངས་པའི་སྔོན་བྱོན་ཡིན་ན་ཁ་བརྡ་གཉིས་གང་རུང་ཡིན་པས་ཁྱབ་ཀི་རེད་བྱས་རེད་ཨོ་བྱས་ཙང་ཁ་བརྡ་གཉིས་དེ་མ་ཡིན་རེད་དེ་རོ་ཨ་བརྟག་བྱས་ནས་བྱས་ན་བྱས་ཙང་མ་འོངས་སྔོན་བྱོན་གར་སྟེ། མ་འོངས་ཕུལ་སྤྱི་མ་ནི་ངས་ཕུལ་སྤྱི་དང་སྔོན་བྱོན་གཉིས་དོན་དག་གཅིག་པ་རོ་ཨ་ཕུལ་ཕུལ་སྤྱི་སྔོན་བྱོན་དོན་དག་གཅིག་པ་རེད་ཨོ་མ་འོངས་ཕུལ་སྤྱི་མ་ནི་ངས་མ་ནི་དུ་ངེས་པ་རེད།

སྔོན་འཇུག་མུ་ཡི་ག་དུས་འཇུག་ཐུབ་གི་མ་རེད་ལབ་ན་མིང་གཞི་དེ་ཕོ་ཡིན་ན། ཕལ་ཆེར་ད་ཁྱབ་པ་ཡོང་མ་ད་མིང་གཞི་ཕོ་ཡིན་ན་མོ་ནས་ཕོ་ལ་འཇུག་མི་འགྱུར་བ་བྱས་ཙང་ཨ་བོ་ཅག་ཨ་བོ་ལྟ་དེ་འདྲ་ཡོད་མ་རེད་བ། སྟངས་ཅག་སྟབས་ཅག་ག་རེ་སྟངས་ཅག་སྟོང་ཅེ་སྟང་ཟེར་བ་རེད་བ་ཡ། ཨོ་ཅེ་ཅག་ཅོ་ཅེ་ཅེ་འདྲ་བ་ཡིན་ན་ད་ལྟ་བ་ལ་ག་རེ་རེད་མིང་གཞི་ཅག་རེད་བ། མིང་གཞི་ཅག་ཡིན་ན་ཨ་བོ་ཅག་ཡོད་མ་རེད་ཨ་བོ་ལྟ་ཡོད་མ་རེད་མོ་ནས་ཕོ་ལ་འཇུག་མི་འགྱུར་བ་དེ་མ་སོང་ད་ཧར་ཡོང་གི་ཆིག་རེད་མ་ནིང་ཁོ་རང་རང་ཅག་ཡོང་གི་ཆིག་རེད་བྱས་ཙང། བྱས་ཙང་སྔོན་འཇུག་ག་ལ་བཟོ་སྔོན་འཇུག་མི་ཡིས་འཇུག་མིན་སྔོན་འཇུག་མི་ཡིས་འཇུག་པ་མ་ཡིན་པའི་གི་ཚབ་ལ་མ་འཇུག་པ་ཡིན་ནའང་འོ་རེད་དེའི་ཚབ་ལ་ཨ་ནི་ག་རེད་འཇོལ་དེར་མ་ནིང་ཉུང་ངུར་མངོན་ཨ་ནི་འཇོལ་དེའི་དབང་གིས་ང་རང་ཚོ་སྐད་ཀྱི་འགྲོ་སྟངས་ཀྱི་ཆ་ནས་ཨ་ནི་འཇོལ་དེ་ཅིག་ཡོང་གི་ཡོད་རེད་བ་ཁོ། ཨ་ཡིག་དེ་འཇོལ་མེད་དེ་བའམ་འཇུག་པ་མ་ར་བ། ཨ་བ་ཅཱ་སེ་ཨ་དྲོ་ད་ཨ་བ་ཏཱ་སེ་ཨ་འདི་འཇུག་དགོས་བ་མ་ར་བ། དེ་འདྲ་སོང་ད་ཁ་ར་ཁ་བ་ཅཱ་ན་ར་ཅོད་ད་ཅོད་སེ་ཨ་དྲོ་ད་ར་བ། ཁ་བ་ཅཱ་ཀ་ཅག་ཁ་བ་ཅཱ་ཁ་ར་ཁ་བ་ཅཱ་ན་ཅོག་ཀ་ཅོག་སེ་ཨ་དྲོ་བ་ད་ཨོ་དེ་འདྲ་ཡོང་གི་རེད་ཟེར་བྱས། ཨན་བྱས་ད་འཇོལ་དེར་མ་ནིང་ཉུང་ངུར་མངོན། མ་ནིང་ཡོང་གི་རེད་བྱས། ཡིན་ནས་མ་ནིང་ཉུང་ཉུང་མ་གཏོགས་ཡོང་གི་མ་ར་ད་བྱས། བརྗོད་དོན་མ་ཉུང་ཉུང་མ་གཏོགས་མེད་པ་ག་བ་གཏོང་ཟེར་ཡ་ག་བ་བཅོལ་ཟེར་ཡ་ར་བ་ག་བ་གཅོག་ཟེར་ཡ་ཨ་ནི་ཡང་མིང་གཞི་ཕོ་མ་ཡིན་ནས་ཡོད་ཡ་ཡོད་རེད་ངས་འདི་འདྲི་མིང་གཞི་ཕོ་ཡིན་པའི་ངེས་པ་ཡོད་མ་རེད་དཔེར་ན་ག་བ་ས་ནབ་སོད་ད་སོད་ག་བ་ས་ནས་སོག་ག་སོག་ཡོད་ར་བ་ཡིན་ནས་ཨ་བོ་ས་འབྲུག་གི་གོ་ར་ཡོད་མ་ར་བ་ཨ་བོ་ས་འབྲུག་གི་མེད་པ་སོང་ཙང་ཨ་ནི་ག་བ་ས་ག་བ་ས་སླེབས་དགོས་ཡ་རྒྱུ་མཚན་དེ་ཆགས་རེད་འོ་དོ་སེ།

ད་སྡེ་པ་ལ་གར་བཅུག་གོ་རེད་ཟེར་ན་སྡེ་པ་ལ་ཨ་ནི་ཕོ་བཅུག་གོ་རེད་ཡིན་ནའི་ཕོ་དེ་སྡེ་པ་ཆ་ཚང་རེད་མ་རེད་སྡེ་པ་ལ་མིང་གཞི་ལ་བཏགས་གོ་རེད་མིང་གཞི་དེ་གལ་སྲིད་འདི་ཡིན་པ་ཡིན་ན་པ་དེ་ནས་བྱུང་རྒྱུ་ཡིན་ན་ཨ་ནི་འདི་དམིགས་བསལ་རེད་གང་ཡིན་ཟེར་ན་རང་གི་སྡེ་དང་འཕྲད་པ་ན་ཕོ་ཡང་མོ་ལ་འཇུག་མི་འཇུག་མ་ནི་མོ་ཡང་དེ་བཞིན་ནོགས་སུ་གདབ་དགོས་རེད་བ་ཕོ་བོ་པ་ཕོ་བོ་ཕ་ཕོ་བོ་མ་འགྲོ་ན་འགྲུབ་བོ་མ་རེད་བ་བྱས་ཙང་པ་དེ་མ་གཏོགས་སྡེ་པར་ཕོ་པ་དེ་མ་གཏོགས་གཞན་པ་མིང་གཞི་ཆ་ཚང་ལ་དུས་སྡེ་པ་ཡིན་ན་དུས་གསུམ་གཅིག་གི་སྡེ་པ་ཡིན་ན་སྔོན་འཇུག་དེ་ཕོ་རྐྱང་རྐྱང་ཐོབ་གོ་རེད་བ་དེ་མ་གཏོགས་སྡེ་པར་ཕོ།

དེ་ནས་དུས་གསུམ་གཅིག་སྔོན་འཇུག་དེ་གང་འདྲའི་འགོག་རེད་ཟུར་ཟུར་ནས་སྔོན་འཇུག་དེ་ཨ་ནི་མ་འོངས་པ་ལ་མ་ནིང་འགོག་རེད་ད་ལྟ་བར་སྤྱི་སྟངས་བྱས་ན་མོག་རེད་ཡིན་ནས་ནི་མོ་འཇུག་ས་མ་རག་ན་ཨ་ནི་མོ་ཡི་ཚབ་ལ་མ་ནིང་འཇུག་བཞག་གི་ཡོག་རེད་འདས་པ་ལ་ཕོག་རེད་ཡིན་ནས་གི་འདས་པ་ལ་ཡང་མིང་གཞི་དེ་པ་དེ་སླད་སོ་ན་ཕོག་འགྲུག་ས་རག་གི་མ་རེད་གང་ཡིན་ཟེར་འདས་པ་གཅིག་པ་རོ་བ་འོག་ཐུག་ཟིན་དེ་བར་དུ་སྡེ་ཚན་གསུམ་ཚར་ས་རེད་གར་ས་རེད་སྔོན་འཇུག་དེ་སྔོན་འཇུག་དངོས་བདེན་ཡིན་པ་གཅིག། དུས་གསུམ་སྤྱི་ཡི་མིང་གཞི་དང་གཉིས། དུས་གསུམ་གཅིག་གི་དངོས་འཇུག་འདི་འགའི་དངོས་བསྟན་རྟ་མཇུག་གི་དངོས་སུ་བསྟན་ཡིན་པ་དང་གཅིག། དུས་གསུམ་གཅིག་གི་མིང་གཞི་ག་རེ་ཡིན་པ་དང་གཉིས། དུས་གསུམ་གཅིག་གི་དངོས་འཇུག་ག་རེ་ཡིན་པ་དང་གསུམ། ཚ་ཚ་རེད་མཁྱེན་སོང་ཨ། ད་དེ་ནས་ཀྱི་དུས་གསུམ་ཁོ་རང་གི་དུས་གསུམ། ཨིན་ཇིའི་ན Steam ལས་ཀྱི་འདི་ལས Four Steams ལ་ཀྱི་ང་ཚོ་གཞི་བསྒྱུར་གྱི་ཡོད་བ། རེད་བ།

ད་ད་ད་ག་རེ་གསུང་གོ་རེ་ཡང་ཀྱང་རྟགས་ཀྱི་བཀའ་ནས་མིང་གཞི་ག་འདྲས་ཐོབ་གོ་རེས་ན་མིང་གཞིའི་རྟགས་ད་ཅི་ཁྱེད་རང་རྐྱང་པ་དང་བརྩེགས་དང་མདོག་འདི་ནས་བཤད་ཡིན་པས་རེད་བ་མིང་གཞི་འགྲོ་སྟངས་འདི་བཤད་ཡིན་པས་ད་འདི་མེད་པ་ཅན་མིང་གཞི་ཕོ་མོ་མ་ནིང་ག་རེ་ཐོབ་གོ་རེས་ལབ་ན་ལབ་རེད་དུས་གསུམ་སྤྱི་ལ་ཡང་མིང་གཞི་ཕོ་མོ་མ་ནིང་ག་རེ་ཐོབ་གོ་རེས་ལབ་ན་མ་འོངས་ད་ལྟའི་མིང་གཞི་མོ་མ་འོངས་པ་ད་ད་ལྟ་བའི་མིང་གཞི་དེ་མོ་ཡོང་གོ་རེས་ཤེས་སོ་བ་རེད་དགག་བྱ་ལྡོག་བྱེད་དགག་བྱ་འགོག་བྱེད་འགྲམ་བྱ་འགྲེམ་བྱེད་དེ་འདྲས་རེད་བ།

ཨོ་དེ་དེ་ཕོ་རྒོད་རྩིས་མ་ནིང་དེ་ཕལ་ཆེར་ངས་ཀྱང་མང་ཆེ་ལ་འདུག་ངེས་ཀྱི་རེད་དེ་ཡིན་ནས་བརྗོད་དེ་རེད་མིན་བརྗོད་དེ་ཡིན་ན་མ་རེད་བྱས་ཁ་སང་མང་པོ་ལ་བཅས་ད་ལྟ་བ་ལ་བཅོས་དད་པ་ལ་བཅས་རྐུས་རྩིས་ལ་ཆོས་ལྟ་རྐུས་རྩིས་དེ་མ་ནིང་རེད་མ་གཏོགས་མང་བོ་ད་ད་དད་པ་སུམ་ཀའི་ལོག་ཀ་རེད་མིང་ཤི་ཕོ་རང་ཅག་དད་དད་གི་འགྲོ་བ་འགྲོ་བ་ཨོ་ད་ད་ལ་སྲས་འདྲ་བོ་ཡིན་ན་སྲས་གསོད་སྲས་ཤི་ཀའི་ལོག་མིང་ཤི་རང་ཅག་རེད།

ལྡན་མང་བོ་ད་ལྟ་གསུམ་སྔོན་བརྗོད་པས་ཁྱབ་རེད། དུས་གསུམ་གཅིག་ཡིན་ན། དུས་གསུམ་གཅིག་གི་ནང་ནས་སྤྱི་སྤྱི་དང་སྤྱི་བརྗོད་དེ་སྤྱི་དམིགས་བསལ་གསུམ་ཡོད་རེད་བ། དེ་ན་སྤྱི་དམིགས་བསལ་དེ་ཕག་བཞག་པས་གཞན་པ་དེ་འགའི་ཚང་མ་མང་བོ་ད་ལྟ་ལྡན་པ་གསུམ་ལ་སྔོན་བརྗོད་ཡོད་པས་ཁྱབ་རེད། འགྲིག་འདུག་ཨ། སྤྱི་དམིགས་བསལ་ཡིན་ན་ལྡན་པ་ལ་སྔོན་བརྗོད་ཡོད་མ་རེད་ག་ཚད་ནས། འདས་པ་ལ་སྔོན་ཆུ་འཇུག་ན་ཧར་ཆུ་འོ་རེད། བ་སྔོན་ཆུ་འཇུག་དགོས་རོ་བ། བ་སྔོན་ཆུ་དེ་དུས་གསུམ་གཅིག་གོ་རང་ཐོབ་ཐང་རོ་བ་བ་སྔོན་ཆུ། ཡིན་ནས། ཁོ་ནི་དུས་གསུམ་དམིགས་བསལ་ལས་དེ་ཅི་དམིགས་བསལ་ལས་དེ་མིང་གཞི་ཚང་མ་ག་རེ་པ་དེ་ནས་ཡོང་གི་རེད་དབྱུང་བྱ་འབྱུང་བྱེད་ཆུང་ལས་དབྱེ་བྱ་འབྱེད་བྱེད་ཆེ་ལས་དབྱེ་བྱ་ཁ་ས། དབྱེ་བྱ་འབྱེད་བྱེད་ཕྱི་ཟེར་དེ་ཚོའི་གྲས་དེ་རེད་དེ་ཡིན་པ་སོང་ན་བོ། བ་ཟེར་དོ་བ་འབྲུ་རོགས་རེད་ཅིག་གོ་མ་རོ་བ་བྱས་ཙང་འདས་པ་ལ་སྔོན་ཆུ་ཡོད་མ་རེད་མ་འོངས་པ་དང་ད་ལྟ་བ་ལ་མ་གཏོགས་མ་འོངས་པ་ལ་མ་ནིང་ཡོད་རེད་ད་ལྟ་བ་ལ་མོ་ཡོད་རེད་དབྱུང་བྱ་འབྱུང་བྱེད་དབྱེ་བྱ་འབྱེད་བྱེད། ཡིད་བྱེད་འཇིག་བྱེད་འོ་དེ་འདྲས་རེད་ཤེས་སོ། འོ་བྱས་ཟིན། བྱས་ཙང་དུས་གསུམ་གཅིག་གི་སྐུལ་རྩིས་ཕལ་ཆེར་ཕུལ་མེད་ཡིན་བྱས་འོ་དེ་འདྲས་རེད་བྱས་ཟིན། ཡིན་ནས་ཀྱི་དུས་གསུམ་སྤྱི་དང་གི་སྤྱི་སྤྱི་དེ་གི་སྤྱི་སྤྱི་ཡོངས་ཀྱི་དབང་དུ་བྱས་པ་ཡིན་ན་དུས་གསུམ་སྤྱི་དང་དེ་སྤྱི་ཙམ་གྱི་དབང་དུ་བྱས་པ་ཡིན་ན་མང་ཆེ་གི་དབང་དུ་བྱས་པ་ན་སྐུལ་རྩིས་ཕལ་ཆེར་ཕུལ་མེད་ཡིན་བྱས་སྐུལ་རྩིས་མང་ཆེ་ལ་ཡང་དངོས་འཇུག་ཡོད་མ་རེད་ཟེར་རེད་འོ་དུ་བྱས། དེ་ནས་བར་དུ། དུས་གསུམ་གཅིག་གི་སྔོན་འཇུག་ལ་ཕོ་མོ་མ་ནིང། ཕོ་མོ་མ་ནིང་འཇུག་ཡུལ་ཏེ། དགོས་སོ་གཞན་ལས་མང་བའི་ཕྱིར་སྤྱི་དང། འཇུག་ཕྱིར་སྤྱི་ཞེས་བཏགས་སོ། འདིར་ད་དེ་ལ་དུས་གསུམ་སྤྱི་ཞེས་བཏགས་པས་དུས་གསུམ་གཅིག་གི་སྔོན་འཇུག་ལ་དུས་གསུམ་གཅིག་གི་སྲིད་དུ་དུས་གསུམ་སྐོར་གཅིག་གི་སྲིད་ཡ་འདིར་ད་ངེས་དང་འབྱེད་ངེས་དེ་ལ་དུས་གསུམ་སྐོར་གཅིག་གི་སྲིད་ལ་གི་ཡིན་སྲིད་དེ་དེར་བ། ཆ་ཚིག་ཆ་ཚིག་སྐོར་ཅིག་ལ་གན་དུས་གསུམ་སྐོར་ཅིག་མ་རེད་ཆ་ཚིག་སྐོར་ཅིག་ལ་གན་ཡིན་ཟེར་ཏེ་ཨ་མདའ་གན་གི་དུས་གསུམ་གཅིག་ལབ་འདུག་ཨ་དེ་དེ་བོ་ཡོག་མ་རེད་དེ་བོ་ཡོག་མར་སེམས་ད་གན་དགོངས་པ་གཞན་པ་མ་གོ་ཡིན་གྱི་རེད་བ་དུས་ལབ་པ་ཡིན་ན་གཞན་པ་གཞན་པ་ཡང་གོ་ཡ་ཡིན་ག་འདུག་ཨ་དངོས་པོ་དེ་མ་འདྲ་མ་འདྲ་ལ་མིང་མ་འདྲ་མ་འདྲ་བཏགས་གོ་ཡ་ཤུགས་གལ་ཆེན་པོ་རེད་དེ་མེད་ན་གོ་བརྡ་འཕྲོད་རོགས་ཤིག་མ་རེད།

བྱེད་རྩིས་ངེས་དེ་ལས་ཡང་ག་རེ། བྱེད་རྩིས་སྐོར་གཅིག་གཟིགས་སྐོར་བ། བྱེད་རྩིས་སྐོར་གཅིག་ལ་དུས་གསུམ་གཅིག་གི་སན་བྱེད་རྩིས་སྐོར་གཅིག་གི་སྔོན་འཇུག་ལ། ཨ་ནི། ཕོ་མོ་མ་ནིང། འཇུག་ཡུལ་དེ། གོས་སོགས་གཞན་ལས་མང་བ་ཕྱིར་སོ་དེ་རེད། དུས་གསུམ་ཕོ་དུས་གསུམ་མོ་དུས་གསུམ་མ་ནིང་གསུམ་གའི་ལོགས་ཏེ་དུས་གསུམ་གཞན་པར་དང་མ་འདྲ་ཞིང་འདི་ལ་མང་བ་འཇུག་གི་ཡོད་རེད།

རེད་བ། དམིགས་བསལ་ཡིན་པ་ཡིན་ན་ནི་མ་ནིང་མོ་དངུལ་ཆུ་ཡོད་མ་རེད་རེད་བ། ཡིན་ནའི་མང་ཆེ་སྟེ་མ་འོངས་པར་མ་ནིང་ད་ལྟ་བར་མོ་བསྡད་པ་ལ་ཕོ་བྱས་ནས་རྟགས་གསུམ་ཀའི་འཇུག་སྒོ་ཡོད་རེད་བ། རྟགས་གསུམ་ཀའི་འཇུག་སྒོ་ཡོད་པ་སོང་ཙང་རྟགས་ཅི་ཙམ་འཇུག་སྒོ་ཡོད་པ་སོང་ཙང་ཨན་དུས་གསུམ་དེའི་མིང་ལ་རེད་ཅེས་རྟགས་ཡིན་ཟེར་དགོས་སོ་གཞན་ལས་མང་བའི་ཕྱིར་རེད་ཕོ་མོ་མ་ནིང་གསུམ་ཀའི་དེ་ཨ་ནི་དུར་དུས་ཙམ་ནས་གཞན་པ་ལས་ཀའི་དེ་མང་ལ་འཇུག་གི་རེད་བྱས་ཙང་བྱེད་སྟངས་འཇུག་ཕྱིར་རེད། རོ་ཨ་ཁོང་མ་ནིང་གསུམ་ཀའི་ལོ་དེ་ཅི་ཙང་ཅི་ཙང་བྱེད་ནས་འཇུག་གི་ཡོད་པ་སོང་ཙང་ཅི་ཙམ་གྱིས་འཇུག་གི་ཡོད་པ་སོང་ཙང་ཨན་དེ་ལ་དུས་གསུམ་ཅི་ཞེས་བཏགས་སྟེ་མིང་ལ་དུས་གསུམ་ཅེས་བཏགས་པས་བཤད། ད་དེ་ནས་རྒན་གྱི་དཔེར་བརྗོད་དེ་འདུག་ཨ་དཔེར་བརྗོད་ཁར་དུ། འདུལ་བྱ་འདུལ་གྱིས་བཏུལ་བཏུལ་གཅིག་བྱས་ད་དེ་དུས་གསུམ་གཅིག་དངོས་གནས་དེ་རེད་མ་འོངས་པ་ལ་མ་ནིང་ད་ལྟ་བ་ལ་མོ་འདས་པ་ལ་ཕོ། རོ་ཨ་ཀུན་གཟིགས་མ་ཡོང་སྔོན་ཆུ་མེད་པ་བྱས། ད་ནང་བཞིན་དུས་གསུམ་དངུལ་ཆུ་ཁ་གིས་བེད་སྤྱོད་བྱས། དགག་བྱ་འགོག་བྱེད་བཀག་ཁོག་གཅིག་བསལ་ཏེ་དགག་བྱ་མ་འོངས་པ་ལ་མ་འདིང་འགོག་བྱེད་ད་ལྟ་བ་ལ་མོ། བཀག་འདས་པ་ལ་ཕོ། གུས་བརྩི་མེད་པར་བྱས། འོ་ཐུག་བྱས་ནས་དུས་གསུམ་སྤྱི་དང། སྤྱི་དང་དངོས་གནས་དེ་རེད་ད་དེ། ད་དེ་འདྲ་མང་པོ་ཞུ་བར་ད་དེ་ཀྱང་ཟུར་དེ་རིང་འདི་འགས་སྦྱང་བ་བཞིན་ད་ཕར་ཕྱིན་ཕྱིན་སོ་སོས་བསྟོན་ན་འགྲིག་གི་རེད་དུས་གསུམ་རིང་མོ་ནས་ལུགས་སུ་སྟོན་བྱེད་བྱེད། རོགས། མ་འོངས་མ་འོངས་མ་ནིང་ག། ད་ལྟ་བ་ལ་མོ་ཡི་དད་པ་ལ་ཕོག་ཡེ་ངས་དེ་གི་གླིང་སི་ཕ་ཚུར་སྟོན་བྱས་དེ་གི་འགྲོ་སྟངས་དེ་གི་ལོགས་སུ་བྱང་བཞག་ན་ད་འགྲོ་སྟངས་ཤེས་ཚར་བ། དེ་ནས་དགག་བྱ་འགོག་བྱེད་དགག་བསལ་དེ་གི་དུས་གསུམ་མ་ག་རེ་རེད་དུས་གསུམ་མ་འོངས་པའི་མ་ནིང་མ་འོངས་པའི་སྔོན་འཇུག་གཉིས་ཡོད་རེད་བ་དུས་གསུམ་སྤྱི་དང་ལ་མ་འོངས་པའི་སྙིང་འཇུག་ཡང་ན་ག་རེ་ཡང་ན་ད་རེད་བ་བྱས་ཙང་དང་པོ་དེ་ག་གི་བེད་སྤྱོད་རྒྱབ་གཉིས་པ་དེ་ད་གི་བེད་སྤྱོད་རྒྱབ་བྱ། ད་དེ་ནས་བ་དེ་དུས་གསུམ་སྤྱི་ག་རེ་བེད་སྤྱོད་རྒྱབ་རེད་མིག་ཤེས་རྐྱང་པའི་དབང་དུ་བྱས་ནས་ད་རྒན་གི་དེ་ལ་དཔེ་དགོངས་པ་ཞུ་ཤེས་ཡོད་རེད་དུས་སུ་མིག་ཤེས་རྐྱང་པའི་དབང་དུ་བྱས་པ། སྔོན་འཇུག་མ་འོངས་པ་ལ་ག་ད་གཉིས་ཀའི་ཐོབ་གོ་བའོ། ཡོད་པ། དེའི་དབང་གིས་དཔེ་བརྗོད་རྒྱབ་བཞག་རེད། དེ་ནས་དཔྱད་བརྗོད་དཔྱད་བརྗོད་ཅིག་ས་དེ། ཅི་བརྗོད་དེ་དེའི་དབང་དུ་བྱས་རེད། ཅི་བརྗོད་དེ་གང་སང་ད་ལྟ་བ་ལ་ཨ་བོ་ཆ་ན་ཆོས་ད་ཨ་བོ་ཆ་ན་ཆོས་ད་ཆོས་འགྲོ་ས་ཡོག་མ་རོ་བ། རོ་བ། ཨ་བོ་ཆོས་འགྲོ་ས་མེད་པ་སོང་ན་ཨ་ནི་ག་བ་ག་མ་བྲིས་རང་བྲིས་རེད། བྱས་ཙང་ད་ད་བ་ལ་མ་ནི་ཉུང་ངུ་ཡོད་པ་དེ་དེ་རེད་ད།

གཡས་བྱ་བྱེད་ལྕེ་ཆེ་སེ་གཡུང་བྱ་བྱིན་ཚུལ་ཆུང་སེ་དབུལ་བྱ་འབུལ་བྱེད་ཕུལ་སེ་སོ་བྱེད་ས་ནམ་རྒྱུན་ང་ཚོས་མ་ཤེས་སོང་ད་སང་ཉིན་ང་ཅི་ཅིག་འབུལ་གི་ཡིན་སེ་ལོ་ཆུང་མ་ང་ཚོས་འབུལ་དགོས་ཀྱི་རེད་སེ་ལོ་ད་འབུལ་དགོས་ཀྱི་ལབ་གི་མ་རེད་སྔོན་ཆད་ན་ཁ་རེ་དབུལ་དགོས་ཀྱི་རེད་སེ་ལབ་གི་རེད་དོ་བ་ཞེས་དབུལ་ལ་དབུལ་ཨའོ་བ་ཞེས་འབུལ་ལ་འབུལ་ཕ་ཞེས་ཕུལ་ལ་ཕུལ་དེ་འདྲས་རེད་དབུལ་བྱ་འབུལ་བྱེད་ཕུལ་རལ་བྱ་འབྲལ་བྱེད་ཁྲལ་དེ་འདྲས་རེད་ཁ་ཁ་བཟོས་པ་ན་རལ་སེ་ལབ་གི་རེད་མ་འོངས་པ་ལ་རལ་ད་ལྟ་འབྲལ་རེད་ཡང་ད་ལྟ་བ་ཁྲལ་བྱེད་ངེས་འདི་ཡོད་ད་ཡོད་རེད་ཁོ་ཡང་བེད་ཐུག་སོང་ད་ཆ་ཁོ་ར་ཁ་ཁ་རེད་མ་གཏོགས

དེ་གི་སྟེང་ནས་ཨ་ནི་གཞན་པ་དེ་ཚོའི་དཔེར་བརྗོད་མང་པོ་ཞུ་ཞོག་དེ་གི་ཚང་མ་གཅིག་པ་ཡིན་པར་ཤངས་སུ་རྟོགས་ཞོག་ཆེ་རེད། བལ་ཆེན་དཔེར་བརྗོད་ག་ཚོད་ཡོད་ན་ད་ང་དེ་རིང་དཔེར་བརྗོད་ལབ་ཐུབ་འདུག་ངས་ལོག་སྟོན་ནས་བཞག་ཡོད་ངས་སང་ཉིན་ལ་བོ་དེ་ཚོ་དཔེར་བརྗོད་ག་ཚོད་བཞག་གི་ཡོད་པ་དེ་ཨོ་ཡ་ད་དེ་བཞག་ག་ལ།